དེ་རིང་ཕྱི་དྲོ་དབང་དེ་ཟབ་པ་སྐོར་བདུན་ནང་ནས་ཟླ་འདི་གཙོ་བོ་མ་གཞི་དེ་ད་ལྟ་ལོ་རྒྱུས་ཀྱི་ནང་ལོགས་ལ་ཡ། དེ་ནས་ལྷ་སྲས་འབྲིང་པོ་ད་ལྟ་མུ་རུབ་བཙན་པོ། ཞུ་ཡ་དེ་ཡི་རྣམ་འཕྲུལ་དེ་ནི་དབུ་ཅན་ཕྱོགས་བཅུར་དེ་བཞིན་ཞིག་པོ་གླིང་པ། ཞིག་གླིང་ཞིག་གླིང་ཟེར་ཞུ་ཡ་དེ་རེད། དབུ་ཅན་ཕྱོགས་བཅུར་དེ་བཞིན་ཞིག་པོ་གླིང་པ་གི་རྟགས། ཆོས་རྩིས་ཀྱི་གཏེར་ཁ་ཆེན་པོ། སུམ་ཅུ་སོ་བརྒྱད་ཞེས་ཡོད་པ་རེད་སྐུ་ཚེའི་ནང་ལོ་ལ། ད་སུམ་ཅུ་སོ་བརྒྱད་ཞེས་པའི་ནང་ནས་དྲུག་པ། འདིས་ཆོས་ཚན་དྲུག་པ་དེ་ཆགས་ཡོད་རེད་ཀ་མད་དམ་ཆོས་གྲགས་ནས་གཏེར་ཞེས་པ།

དེ་ནས་སྒྱུ་འཕྲུལ་བསང་སྦྱང་མ་ཟེར་ཡག་དེ་ད་ད་རིང་གི་དབང་བསྐུར་ཡག་འདི་རེད་འདི་ལ་བཞི་བ་བཞི་བཅུ་རྩ་གཉིས། འབར་བ་གྲངས་སྟོང་ལྔ་བཅུ་དང་བཞི་དྲུག་དང་ཆ་མཐུན་པ་རེད། ཡེ་ཤེས་སེམས་དཔའ་གི་ཐོག་ནས་བསམ་བློ་བཏང་ན་རྡོ་རྗེ་སེམས་དཔའ་ཆགས་བསྡད་ཀྱི་ཡོད་རེད། དམ་ཚིག་སེམས་དཔའི་གི་ཐོག་ནས་བསམ་བློ་བཏང་ན་རྒྱལ་བ་ཞི་ཁྲོའི་གཅིག་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་དེ་ནང་ནས་ད་དང་པོ་དེ་བཞི་བ་སྒྱུ་འཕྲུལ་བཞི་བ། བཞི་བཅུ་རྩ་གཉིས་བྱས། དེ་ནས་དེའི་རྗེས་སུ། དེ་ནས་ཁྲོ་བོ་དེ་ལས་ཡོད་རེད་དེ་ཡིན་དུས་དེ་རིང་དབང་གཉིས། ཅུང་ཟད་ཕུལ་ཡ་ཡིན། དེ་ནས་འདི་སྤྱི་དང། སྟ་གོན་ཅིག་ཡོད་པའི་འདྲ་ཞིག་འདུག་དེ་ཡིན་ན་ཡང་ད་ལྟ་འདི་ཁོ་རང་མཆན་གྱི་ནང་ལ། ཡོད་ཀྱང་ཆོག་ལ་མེད་ཀྱང་ཆོག་པ་དེ་རེད་ཅེས་རེ་བཞག་དེ་ནས་དེ་གཉིས་ནང་ནས་མེད་ཀྱང་ཆོག་པ་དེ་བདམས་བཞག་པ་ཡིན། ཅུང་ཟད་བཤད། ང་ལ་ཡང་ལས་སླ་རྣམ་པ་ཚོ་ཡང། ལས་སླ་གི་རེད་བ། དེ་ཡིན་དུས་ད། དེ་འདྲ་ཡིན་དུས་འོ་ཐུག་བྱས་ནས་ད་ཡང་གདམ་ཀ་སྤྲད་ཡོད་འདུག་གདམ་ཀ་དེ་ཡང་ལེན་དགོས་ཀྱི་འདུག་ག་ལས་ལྷག་དེ་འོ་ཐུག་བྱས་ཏེ་གདམ་ཀ་མེད་ན་ཐབས་ཤེས་ཡོད་མ་རེད། སྤྱི་བཏང་གི་ད་ལག་ལེན་དེ་ལ་ང་རང་གིས་ག་ཚོད་ཐུབ་ཐུབ་ཅིག་རང་བཟོས་ཀྱིས་ལྷད་མ་བཞུགས་པ། དེ་ནས་བླ་མ་གོང་མའི་གི་ཕྱག་བཞེས་ག་རེ་ཡོད་པ་དེ་གཞི་བཟུང་ཐོག་ནས་ལྷག་པར་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་ལ་ད་ཡུན་རིང་པོ་ཅིག་ལ་ཡ་ཐུག་སའི་སྐུ་མདུན་ནམ་འདུག་སའི་སྡེ་མྱོང་ཡོད་དེ་ནས་ཕྱག་ལེན་རེད་དེ་ཚོ་ཚང་མ་དེ་ཞིབ་ཚགས་པོ་ཅིག་ཡོད་པ་ཡིན་དུས་ད་དེ་ནང་བཞིན་དུ་ཐོན་ཡང་དཀའ་ལས་ཁག་པོ་རེད་དེ་ཡིན་ན་ཡང་གང་ཐུབ་ཅི་ཐུབ་ཀྱི་ཐོག་ནས་གཅིག་སོ་སོ་ལ་གཅིག་སྤྱི་ཚོགས་ཀྱི་གདེང་ནི་ཡོག་མ་རེད་ཉམས་ལེན་ནི་ཡོག་མ་རེད་དེ་ཚོ་ད་བར་དེ་ཚོས་ཟེར་རེད་གསལ་པོ་ཤེས་ར་རེད་ཡིན་ན་ཡང་ད་ལག་ལེན་དེ་ཡང་གཅིག་སོ་སོ་གི་རང་སྲོག་གི་ཐོག་ནས་གཅིག་གི་ལས་སླ་པོ་བཟོ་ཡ་དང་གཅིག་སྟབས་བདེ་པོ་བཟོ་ཡ་དང་མི་ཡི་ངོ་ལ་ལྟ་ནས་ངོ་སྲུང་གི་ཆེད་དུ་གཅིག་སྟབས་བདེ་པོ་བཟོ་ཡ་དེ་ཚོ་རེད་དེ་ད་བློ་ཁོག་གི་འདང་གི་མི་འདུག་དེ་འདྲ་ཡིན་དུས་ལག་ལེན་དེ་ག་ཚོད་ཅིག་ཡིན་ན་ཡང་ཕ་དམ་པོ་གཅིག་དང། ཞིབ་ཚགས་པོ་གཅིག་དང་གཅིག་གིས་སོ་སོས་མ་ཐུབ་ན་མ་གཏོགས་དེ་ཐུབ་ཚོད་དེ་ག་ཚོད་བ་དམ་དམ་དང་དེ་ནས་ཞིབ་ཚགས་པོ་གཅིག་བྱས་ཀྱི་ད་སྐད་ཆ་རེད་འོ་དེ་འདྲ་བྱས་ནས་ལག་ལེན་ནང་ལ་འགྲོ་བསྡད་ཀྱི་ཡོད་ད་དེ་འདྲ་ཡིན་དུས་ད་དེ་རིང་དང་པོ་བཞི་བ་བཞི་བཅུ་རྩ་གཉིས་ཀྱི་དབང་དེ་ཕུལ་ཡ་ཡིན། དང་གཞན་དགོས་ཡ་རྒྱུ་མཚན་དེ་ཡེ་ཤེས་པ་འཕགས་པ་མ་རེད་ད་རེང་དེ་གཞན་ཡང་དེ་ད་ནི་དཀྱིལ་འཁོར་ལ་ཞི་བ་བཞི་བཅུ་རྩ་གཉིས་གཙོ་བོར་མཆོད་པའི་གནས་དང་ལྷག་པའི་ལྷ་ཞི་བ་དང་ཁྲོ་བོ་མཐའ་དག་ལ་ནི་སོ་སོའི་དང་བདག་ཏུ་སོང་བའི་ལུས་ཕུལ་བ་རེད་ལུས་དབུལ་བའི་ལུས་དབུལ་བ་ཟེར་དུ་ལུས། ལུས་ཕུལ་བ་རེད། ལུས་ཕུལ་བ་དེས་ད་ནི་བླ་མ་ལགས་དང་གཅིག་འཁོར་ལ་ང་རང་ཚོའི་ལུས་དེ་ཆེད་དུ་རྙེད་ནས་ཁོང་རྣམས་ལ་དགོས་པ་དེ་མ་རེད་དེ། ཡིན་ན་ཡང་ད་ནི་ཟག་བཅས་ཀྱི་ལུས་འདི་སྡུག་བསྔལ་གྱི་རྒྱུ་ཆགས་ཏེ་ཡོད་རེད། སྡུག་བསྔལ་གྱི་རྒྱུ་ཆགས་ཏེ་ཡོད་རེད་ལ་མ་འོངས་པ་ལ་སྡུག་བསྔལ་འབྱུང་བྱེད་ཀྱི་རྒྱུ་ཡང་ཆགས་ཏེ་ཡོད་རེད། ད་ནི་དེ་ཡིན་དུས་ད་དེ་འདྲ་ཡིན་དུས། དེ་ལུས་དེ་བདག་མེད་པར་རྟོགས་པ་དང་ལུས་རང་བཞིན་མེད་པར་རྟོགས་པ་དེ་ཐུན་མོང་བའི་སྐད་ཆ་རེད་ད་ལྟ་དེ་མེད་པར་བྱས། ལུས་དེ་མ་དག་པ་རེད་དེ་དག་པ་རྩ་རླུང་ཐིག་ལེ་དེ་དག་པའི་སྐུ་གསུང་ཐུགས་གསུང་ངོ་བོ་རང་བཞིན་གསུམ་ལ་ཆེར་བཤད་ན་རྒྱལ་བ་ཞི་ཁྲོའི་ལྷ་ཚོགས་དེ་རང་གི་ལུས་ལ་ཚང་སྟེ་ཡོད་པ་རེད་དེ་མ་གཏོགས་རྒྱལ་བ་ཞི་ཁྲོའི་དཀྱིལ་འཁོར་ཟེར་ཡག་དེ་ཕྱི་ལ་ཕ་བཞུགས་བསྡད་པ་ཅིག་རྩ་བ་ནས་མ་རེད་དེ་འདྲ་ཡིན་དུས་རང་ལུས་རྒྱལ་བའི་དཀྱིལ་འཁོར་ལ་ཡང་ལྟ་ཤེས་དགོས་བ་རེད་དེ་ལྟ་ཤེས་པའི་ཆེད་དུ་ཡིན་པ་ལ་ཡིན་པར་ཤེས་པའི་ཐོག་ནས་ད་ནི་ད་ལུས་དབུལ་བ་རེད། ད་བསམ་བློ་བཏང་སྟངས་འདྲ་བོ་དེ་དེ་རེད། ད་དེ་ཚོ་སྤྱིར་ན་མ་གཞི་ཐུན་མོང་གི་སྐད་ཆ་རེད་མ་གཏོགས་ཐུན་མོང་མ་ཡིན་པ་གང་ཡང་མ་རེད། ཁྱེད་རང་རྣམས་ཡར་ལངས་བཞེངས་ལ་ཐང་མོ་སྤྱི་བོར་སྦྱར་ཏེ། དེ་བཞིན་གཤེགས་པ་དང་ཚིག་དེ་ལ་སེམས་པར་ཞུ་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཡེ་ཤེས་མངོན་དུ་ཐོབ་པ་དང་ཟེར་དེའི་ཚིག་དང་པོ་དེ་ཡེ་ཤེས་མངོན་དུ་ཐོབ་པ་ཟེར་བའི་སྐབས་སུ་སངས་རྒྱས་ཐམས་ཅད་ཀྱི་ཡེ་ཤེས་དེ་རང་ལ་ཡོད་པ་རེད་མ་གཏོགས་གསར་དུ་ཐོབ་པའི་སྐད་ཆ་མ་རེད་ཡིན་ན་དེ་ངོ་ཤེས་དགོས་ཀྱི་རེད་གསུངས་བ་རེད། དངོས་སུ་མ་ཐོབ་ན་ཡང་ཐོབ་པའི་སྣོད་དུ་རུང་བ་འདི་ད་ལྟ་ཚོགས་བསགས་པ་དང་རིག་པ་སྦྱང་བ་དབང་བྲལ་ལ་འཇུག་པ་དེ་ནི་ཐུན་མོང་གི་དབང་རིམ་པ་བཞི་ལ་སོགས་པ་ལ་ཉམས་སུ་ལེན་ཡང་དེ་ཚོ་རེད་དེ་ཐོབ་པའི་སྣོད་དུ་རུང་བ་བཟོ་ཡ་རེད་མ་འོངས་པ་ལ་དེ་འདྲའི་ཅིག་གི་དབང་ཐོབ་ནས་འབྲས་བུ་ག་རེ་དགོས་ཀྱི་ཡོད་རེད་ཟེར་དུས་སེམས་ཅན་གྱི་དོན་མཐར་ཕྱིན་པའི་སླད་དུ། སླད་དུ། དཔེ་བཞག་ས་དེ་འདས་པའི་སངས་རྒྱས་ཐམས་ཅད་རྟོགས་པ་མངོན་གྱུར་རྣམས་དང། ད་ལྟ་ཞར་ལ་བཞུགས་པའི་གི་སངས་རྒྱས་ཀྱི་བླ་མ་ཐམས་ཅད་ཀྱི་ཉམས་སུ་ལེན་པའི་ཚུལ། མ་འོངས་པ་ལ་ཡིན་ན་ཡང་གཅིག་སངས་རྒྱས་ཐམས་ཅད་སངས་རྒྱས་སེམས་ཅན་ཏེ། མ་འོངས་པའི་སངས་རྒྱས་ཏེ་སེམས་ཅན་ཆགས་བྲལ་ཡོད་རེད་དཀར་སེམས་མ་འོངས་པ་སེམས་ཅན་ཐམས་ཅད་སངས་རྒྱས་དགོས་ཀྱི་ཡོད་རེད་སངས་རྒྱ་བར་མི་འགྱུར་མ་འགྱུར་བའི་སེམས་ཅན་གཅིག་ཀྱང་ཡོད་མ་རེད་ད་དུས་རིང་ཐུང་གཅིག་རེད་མ་གཏོགས་དེ་འདྲ་ཡིན་དུས་མ་འོངས་པའི་སངས་རྒྱས་སེམས་ཅན་ཏེ་མདོར་ན་དུས་གསུམ་གྱི་རྒྱལ་བ་མ་ལུས་པ་ཐམས་ཅད་ལ་ནི་རང་གི་ལུས་དབུལ་བའི་མོས་པ་དང་བཅས་ཏེ་འདི་ཡི་དགྱེས་སྟོན་མཛད་པར་ཞུ། ན་མ། ཡམས་ལས་རླུང་གི་དཀྱིལ་འཁོར་ལྟེ་བ་རམ་ལས་གཏུམ་མོ། ཡེ་ཤེས་ཀྱི་མེ། སྙིང་ག་ལ་སྐམ་སྙིང་ནག་པོ་ལ་ཐོག་མ་མེད་པ་ནས་བསགས་པའི་སྡིག་རིགས་ཐམས་ཅད་འདུས་པས་སྡིག་པའི་སོ་སོར་གྱུར། དེ་ལ་ཡང་རླུང་བུམ་ཅན་སོང་ཡང་གཅིག་དང་བམ་རླུང་སོང་ཡང་གཅིག་གི་བར་རླུང་སོང་ཡང་གཅིག་གི་རིམ་པ་གཉིས་ཡོད་རེད་ད། ད་ལྟ་འདི་སྐབས་སུ་ལ་བུམ་ཅན་མ་ཡིན་པར་བར་རླུང་སོང་བ་རེད། ད་བ་ལུང་བཟུང་ཡོང་དུས་བ་ལུང་སྒང་ཡོང་བ་རེད་བཟུང་ནས་སྒང་འགོ་གི་ཡོད་རེད་སྒང་བའི་རྐྱེན་གྱིས་ནི་ཁྱེད་རང་རྣམས་ཅིག་གི་ལུས་ལས་རླུང་གཡོས་དེ་ལ་བརྟེན་ནས་གཏུམ་མོ་འབར་གཏུམ་མོ་འབར་བས་སྡིག་པ་དེ་ཐམས་ཅད་དེ་སྣ་དགུ་གཡས་པ་ནས་གཡས་པ་གཅིག་པོ་མ་རེད་སྣ་དགུ་གཉིས་པ་ནས་ཐོན་དེ་ནས་མདུན་གྱི་ད་འདི་ཡི་གེ་སྐམ་དེ་ལ་ཐིམ་པ་མོས་པ་དང་བཅས་ཏེ་ད་གཡས་པ་ནས་རླུང་གཅིག་བུས། གཡོན་པ་ནས་གཅིག་བུས་ཀྱང་ནི་གསུམ་པ་དེ་ལ་གཉིས་ཀ་ནས་བུས་པར་ཞུ། དང་པོ་གཡོན་པ་བཀག། སྲིན་ལག་གིས་བཀག་པར་སྲིན་ལག་མཛུབ་མོ་མ་རེད། སྲིན་ལག་འགྲོ་སྟངས་ཡོད་རེད་ད། དང་གཡོན་པ།

ད་གིན་ཞུས་པ་ཡིན། གཡམ་ལས་རླུང་གིས་བཅིངས་བུ་བདག་ཏུ་བསད། བར་ལོང་ལྟ་བུའི་རླུང་གཡོས་གཏུམ་མོ་འབར། སྡིག་པ་དེ་སྣ་དགུ་ཐམས་ཅད་ནས་ཐོན། བདུད་ཀྱི་ཏིལ་ལ་ཐིམ་པར་གྱུར། ད་འདི་ཡེ་ཤེས་འཁོར་ལོ་བཅས་པ་ལ། སློབ་དཔོན་ཡར་ལངས་བྱས་ནས། དེ་ནས་སློབ་མ་ཚོགས་ལ། ད་འདི་དོན་དག་དེ་ག་རེ་ཟེར་ན། ཞི་བ་བཞི་བཅུ་རྩ་གཉིས་ཀྱི་དཀྱིལ་འཁོར་ལ། བདེ་བ་ཆེན་པོ་སྒྱུ་འཕྲུལ་དྲྭ་བ་གྱིས། ད་སྒྱུ་འཕྲུལ་དྲྭ་བ་ཟེར་ཡ་ཚིག་དེ་གར་ཡོང་གི་ཟེར་ན་གཙོ་བོ་དེ་འཇམ་པའི་དབྱངས་ཀྱི་ད་རྒྱུད་དེ་གི་གཙོ་བོ་མཚན་དེ་གོ་གི་ཡོད་རེད། དེ་ནས་ད་འདི་སྐབས་སུ་ལ་དེ་འབྲེལ་གྱི་སྒྱུ་འཕྲུལ་དྲྭ་བ་དེ་ལ་སྟོང་ཉིད་ཀྱི་སྒྱུ་འཕྲུལ་དྲྭ་བ་དང། གསང་བ་ཡེ་ཤེས་ཀྱི་སྒྱུ་འཕྲུལ་དྲྭ་བ་གཉིས་བཤད་ཀྱི་ཡོད་རེད་ད་དེའི་ནང་ནས་ད་ལྟ་འདི་ས་སྟོང་ཟུང་འཇུག་གི་སྒྱུ་འཕྲུལ་དྲྭ་བ་དེ་བཤད་ཀྱི་ཡོད་རེད་དེ་བཤད་ཡ་ལ་ཐབས་ཀྱི་རང་བཞིན་ལ། དེ་ནས་ཞི་བ་བཞི་བཅུ་རྩ་གཉིས། ཤེས་རབ་ཀྱི་རང་བཞིན་ལ། མར་བ་ཁྲག་འཐུང་ལྔ་བཅུ། དང་ལྔ་བཅུ་རྩ་བརྒྱད། དེ་འདྲའི་བཞིན་དུ་ཞི་བ་བཞི་བཅུ་དང་འབའ་ཧུ་ཁྲག་འཐུང་ལྔ་བཅུ་སྟེ་སྒྱུ་འཕྲུལ་དྲ་བ་འདི་ལ་བརྟེན་ནས་སློབ་མ་ཁྱེད་རང་རྣམས། ལུས། ངག། ཡིད་གསུམ་ལ། དེ་ནས། ཧོ། བརྒྱ་བ་ཞེ་དྲུག་གི་ལྷ་ཚོགས་དེ་ཡེ་ནས་འདུ་འདྲ་མེད་པར་གནས་ཏེ་ཡོད་རེད་ཟེར་ཡག་གི། ངོ་སྤྲོད་པའི་ཆེད་དུ་ད་ཡར་ལངས་ཀྱི་ཡོད་རེད། ད། སྒྱུ་འཕྲུལ་དྲ་བ་ཟེར་ཡག་དེ་སྤྱི་བཏང་ཚིག་དེའི་དོན་དག་དེ། རིགས་རྒྱུད་སྐར་མའི་ནང་ལ་འགྲེལ་པ་བརྒྱ་དང་གཅིག་ཡོད་རེད། ཉེ་རྒྱུད་གཏེར་མ་ནང་ལ་སྒྱུ་འཕྲུལ་དྲ་བ་ཟེར་དེ་ལ་ངོས་འཛིན་བྱེད་སྟངས་དེ་གཉིས་ཡོད་རེད། མདོར་བསྡུས་ནས་སྤྱི་བཏང་གསུངས་ཡོད་དུས་དེ་ནས་སྒྱུ་འཕྲུལ་ཟེར་ཡ་ཚིག་དེ་ག་རེ་ཟེར་ཡོད་རེད་ཟེར་ན་དེ་ནས་དཀྱིལ་འཁོར། དག་པ་རབ་འབྱམས་རྒྱལ་བའི་དཀྱིལ་འཁོར་འདི། དོན་ལ་རང་བཞིན་གྱིས་གྲུབ་པ་ཕྱི་རོལ་ལ་ཚོམ་བུ། རྡུལ་མཚོན། ཚོམ་བུ། རལ་གྲི། རྡུལ་མཚོན། བློས་བསླངས་ཤིག་གི་ངོ་བོ་ལ་ཡོད་མ་རེད། ད་ང་ཚོ་ད་ལྟ་དམིགས་པ་བསྒོམ་ཡོང་དུས་ལས་དང་པོ་དཔལ་གྱི་གསང་སྔགས་ཀྱི་དཀྱིལ་འཁོར་ལ་འཇུག་པ་ལ་ཐབས་ཀྱི་རིམ་པ་དེ་དང་པོ། དེ་ནས་ལས་དང་པོ་པ་བློ་གྲོས་དམན་པ་ཐམས་ཅད་ལ་བློས་བསླངས་ཡོང་གི་ཡོད་རེད། དེ་ལས་བློ་གྲོས་ཅུང་ཟད་རྣོ་བ་ཐམས་ཅད་ལ་དེ་ནས་རྡུལ་མཚོན་ཡོང་དགོས་ཡོད་རེད། དེ་ལས་དབང་པོ་ཅུང་ཟད་རྣོ་བ་ཐམས་ཅད་ལ་ད་དབང་པོ་ཟེར་ཡ་མི་འདུག་གང་ལྟར་རྒྱུའི་དག་པ་རྒྱུ་ཅུང་ཟད་དག་པ་དེ་ལས་དག་པ་ཆགས་ཡོང་དུས་རས་བྲིས་ཡོང་གི་ཡོད་རེད། དེ་ལས་ཀྱང་དག་པ་ཐམས་ཅད་ལ་ཚོམ་བུ་དང་ཤིན་ཏུ་རྣམ་པར་དག་པ་ལ་གང་ཡང་མི་གོ་བ་རེད། ལྷ་མེད་སྔགས་འཆང་ཡོད་མ་ཡིན། སྒོམ་པ་པོ་མེད་བསྒོམ་བྱ་མེད་ལྷ་མེད་སྔགས་འཆང་ཡོད་མ་ཡིན། སྤྲོས་པ་མེད་པའི་རང་བཞིན་ལ་ལྷ་དང་སྔགས་འཆང་ཡང་དག་གནས་ཟེར་རྒྱུའི་བཏགས་པ་གཉིས་པའི་ནང་ལ་གསུངས་ཡོད་པ། འོ་ད་བཏགས་གཉིས་ཀྱི་ནང་ལ་གསུངས་པའི་དོན་དག་དེ་སྒྱུ་འཕྲུལ་དྲྭ་བ་ངོ་མ་དེ་དེ་ཡིན་གསུངས་ཡོད་རེད། དེ་ཟེར་ཡོང་དུས་ད། སྒོམ་པ་པོ་མེད་བསྒོམ་བྱ་མེད་ཟེར་བའི་སྐབས་སུ། དག་པའི་གནས་ལུགས་དག་པའི་དཀྱིལ་འཁོར་ལ་སླེབས་ཚར་ན། ལྷ་སྔགས་འཕྲོ་འདུ་གྱི་དཀྱིལ་འཁོར་ལས་ཡ་རབ་ཏུ་འབྱམས་ནས་དེ་ལ་དབང་བསྒྱུར། དབང་བསྒྱུར་གྱི་འབྲས་བུ་ལ་སླེབས་ཐུབ་ན་དེ་ནི་བསྒོམ་པ་པོ་མེད་བསྒོམ་བྱ་མེད། ལྷ་དང་སྔགས་ཀྱང་ཡོད་མ་ཡིན་ཟེར་ལྕང་སྦྲ་ནང་ལོགས་ལ་ལྷའི་བཟླས་བརྗོད། དཀྱིལ་འཁོར་གྱི་དཀྱིལ་འཁོར་གྱི་བཟླས་བརྗོད་ལྷ་ཡི་རྣལ་འབྱོར་དཀྱིལ་འཁོར་གྱི་རྣལ་འབྱོར་བཟླས་པའི་རྣལ་འབྱོར་ལ་སོགས་པ་ཡོད་མ་རེད་ད་འགྲེལ་པ་དེ་གསུང་གི་འདུག་བ་དེ་འདྲ་ཡིན་དུས་བསྒོམ་པ་པོ་མེད་བསྒོམ་བྱ་མེད་ལྷ་དང་སྔགས་ཀྱང་ཡོད་མ་ཡིན། མ་ཡིན་པའི་རྒྱུ་མཚན་ག་རེ་རེད་ཅེས་ནས་རྒྱུ་མཚན་འདྲེན་དགོས་རེད་རྒྱུ་མཚན་འདྲེན་པ་ལ་ཚིག་གང་གསུངས་པ་དེ་གིས་དེ་ནས་སྤྲོས་པ་མེད་པས་ཚིག་དེ་སླེབས་པ་རེད་ད་སྤྲོས་པ་མེད་པས་ཟེར་དུས་དེ་ནས་ད་ལྟ་རྫོགས་པ་ཆེན་པོའི་གི་དང་དབང་གི་མཐའ་ཐུག་དེ་དེ་ནས་སྤྲོས་བྱེད་ཀྱི་དབང་སྤྲོས་མེད་ཀྱི་དབང་ཤིན་ཏུ་སྤྲོས་མེད་རབ་ཏུ་སྤྲོས་མེད་ལ་རབ་ཏུ་སྤྲོས་མེད་ཟེར་གི་དེ་ལ་ཚིག་དེ་སླེབས་ཡོང་དུས་དེ་ལ་སྤྲོས་པ་མེད་པ་ཟེར་ཏེ་རབ་ཏུ་སྤྲོས་མེད་ལ་བཞག་དགོས་གི་རེད་སྤྱིར་སྤྲོས་པ་མེད་ཙམ་ལ་གོ་རྒྱུ་ཡོད་མ་རེད་དེ་རེད། ད་དེ་ཚོ་བྲིས་ཏེ་རྒྱུའི་རྟགས་པ་ད་ལྟ་དེ་གདམ་ང་ཚོའི་ནང་ལ་གསལ་པོ་ཡོད་རེད། མུ་དྷི་བྱས་ད་དེ་འདྲ་ཡོད་དུ་སྤྲོས་པ་མེད་པའི་རང་བཞིན་ལ་ད་ནི་ལྷ་དང་སྔགས་ཀྱང་ཡང་དག་གནས་ཡོང་དུ་ཟེར་དུ་ད་དཀྱིལ་འཁོར་གྱི་འཕྲོ་འདུ་ཐམས་ཅད་དེ་ཉིན་མཚན་ཁོ་མོ་ཡོད་དུ་བསྒོམ་མ་དགོས་པ་སྒྲུབ་མ་དགོས་པ་མ་སྒྲུབ་རང་ལ་འགོ་བའི་ལྷ་ཟེར་ཡ་དེའི་ཐོག་ལ་སླེབས་ཡོང་དུ་ད་ནི་སྤྲོས་པ་མེད་པའི་རྣལ་འབྱོར་ལ་ཡང་འབྱམས་ཡོང་དུ། དེ་ལ་ཨ་ནུའི་སྒྱུ་འཕྲུལ་དྲ་བ་ཟེར་ཏེ་ད་དོན་དག་ངོ་མ་དེ་དེ་ལ་གོ་གི་འདུག་བ་དེ་རིང་དུ་ས་པའི་རྣལ་འབྱོར་ཟེར་གི་ཡོད་རེད་ད་ལྟ་ང་ཚོ་སྣང་གྲགས་རེད་སོང་ལྷ་སྔགས་ཆོས་སྐུ་ང་སྐུ་དང་ཡེ་ཤེས་རོལ་བ་འབྱམས་ཀླས་པའི་ས་གསང་ཟེར་གཉིས་རེད་སོང་ང་དེ་ནས་རྣལ་འབྱོར་ཆེན་པོ་ཟེར་ཏེ་འོ་དེ་ག་ལ་གོ་གི་ཡོད་རེད་ད་སྒྱུ་འཕྲུལ་དྲ་བ་ལ་སྒྱུ་འཕྲུལ་དྲ་བའི་གི་གནས་ལུགས་ཀྱི་ནང་ལ་ཡར་ན་གང་ས་རྣལ་འབྱོར་པ་དེ་འབྱམས་ཐུབ་ན། དེ་ནི་དཀྱིལ་འཁོར་ལ་བརྟེན་དགོས་ཀྱི་མ་རེད། བཟླས་པའི་རྣལ་འབྱོར་ལ་བརྟེན་དགོས་ཀྱི་མ་རེད་དཀྱིལ་འཁོར་གྱི་རྣལ་འབྱོར་ལ་བརྟེན་དགོས་ཀྱི་མ་རེད་ལྷ་བསྒོམ་དགོས་ཀྱི་མ་རེད། ག་རེ་ཟེར་ན་དོན་དམ་པའི་གི་ལྷ་ཡི་རྣལ་འབྱོར་དེ་འགྲུབ་ཟིན་པ་རེད་དེ་གྲུབ་ཟིན་དུ་དེ་ལ་ཡང་རྣལ་འབྱོར་ཆེན་པོའོ་ཟེར། འོ་དེ་ཡིན་དགོས་དེ་དེ་ཡིན་དུ་ད་སྤྲོས་པ་མེད་པའི་རང་བཞིན་ལ་ལྷ་དང་སྔགས་ཀྱང་ཡང་དག་གནས་ཞེས་པའི་གི་ཚིག་དེ་དང་ག་དེ་འདིའི་སྐབས་སུ་ལ་བདེ་ཆེན་སྒྱུ་འཕྲུལ་དྲྭ་བར་བརྟེན་ཞེས་ཚིག་གཉིས་དེ་མ་འདྲ་བ་མ་གཏོགས་དོན་གཅིག་རེད། ད་དེ་ངོ་སྤྲོད་འདྲ་པོ་བྱེད། འགྲོ་འདུག་ཞུས་པ་ཡིན་ད་དེ་ཚོ་གལ་ཆེན་རེད་ག་རེ་ཟེར་ན་ང་རང་ཚོ་ཚང་མས་གི་ལྷ་སྒྲུབ་གི་ཡོག་རེད་སྔགས་སྒྲུབ་གི་ཡོག་རེད་དཀྱིལ་འཁོར་སྒྲུབ་གི་ཡོག་རེད་རེད་བ་ཁ་ཏོན་དགེ་སྦྱོར་བྱེད་གི་ཡོག་རེད་དབང་ཞུ་གི་ཡོག་རེད་སྒྲུབ་མཆོད་ལ་སོགས་པ་དེ་ཚོ་ལ་བརྟེན་གི་ཡོག་རེད་བ་ཡིན་ན་ཡང་དོན་དམ་གི་གནས་ལུགས་དེ་ཤེས་མ་ཐུབ་ན་དེ་ག་ཙ་ཡང་ཅིག་གི་རྫས་དང་ཚེར་མས་ཅིག་གི་འདུ་ད་ད་རྣམ་ཤེས་དང་འདུ་ཤེས་གི་ཁོར་ཡུག་ནང་ལ་ཡོད་བསྡད་པའི་དགེ་སྡེ་ནས་གཅིག་གིས་དཀྱིལ་འཁོར་བསྒོམ་པ་དང་ལྷ་བསྒོམ་པ་ལ་སོགས་པ་གྱི་འབྲས་བུ་མཐར་ཐུག་དེ་འདྲ་གི་ད་ལྟ་འདི་ནས་བཤད་པའི་གེ་ད་བདེ་བ་ཆེན་པོའི་གི་སྒྱུ་འཕྲུལ་དྲ་བ་ལ་སླེབས་ཐུབ་པ་མ་རེད་བའོ་དེ་ཡིན་དུས་ད་ལྟ་ང་ཡར་ལངས་ཡང་བྱས་ང་རང་ལ་གང་མེད་ན་ཡང་ད་རྗེས་སུ་བཟློས་ནས་དེ་མ་འགྲིག་ཤས་ཆེ་བ་རེད་ཁྲིད་ཀྱི་དགོངས་པ་རྟག་ཏུ་བྱས་ནས་འོ་སྟུག་ཚེ་རེད། སྤྱི་བཏང་འདི་ཡི་ཤར་ལྷོ་ནུབ་བྱང་གི་ཕྱེད་པ་ཡོད་རེད་མེ་ཏོག་དབུས་སུ་བབས་ན། དེ་ནི་རྡོ་རྗེའི་རིགས་ཆགས་ཀྱི་ཡོད་རེད་བ། རྡོ་རྗེའི་རིགས་ཆགས་ཡོད་དུས་དེ་ནི། ད་མིང་ལ་རྡོ་རྗེའི་སྙིང་པོ། ཤར་ལ་དེ་བཞིན་གཤེགས་པའི་རིགས་ཡིན་ཡེ་ཤེས་སྙིང་པོ། ལྷོ་ལ་རིན་ཆེན་གྱི་རིགས་ཡིན་དུས་རིན་ཆེན་སྙིང་པོ། ནུབ་ལ་པདྨའི་རིགས་ཡིན་དུས་པདྨ་སྙིང་པོ། བྱང་ལ་ལས་ཀྱི་རིགས་ཡིན་དུས་ལས་རབ་སྙིང་པོ། ད་དེ་ལ་ཤར་དུ་མོ་ལ་ཡང་ད་རྡོ་རྗེ་བདེ་བ་ལ་སོགས་པའི་མིང་སོ་སོ་ད་ཡོང་གི་ཡོད་ད་དེ་ཚོའི་གྲས་དེ་མ་འོངས་པ། ཚོམ་བུ་དེ་ལས་མངོན་པར་སངས་རྒྱས་པའི་སྐབས་སུ། མིང་དེ་ཐོབ་བསྡད་ཀྱི་ཡོད་རེད། རང་རིགས་ཀྱི་ལྷའི་ཞལ་ལས་ཅོད་པན་ལྷར་སྤྱི་བོར་བཅིངས་པའི་དམོད་པ་མཛོད་སྙིང་པོའི་དཀྱིལ་འཁོར་འདི་ཉིད་ལ་མེ་ཏོག་ཕུལ་བས་དེ་ཉིད་ཀྱི་མེ་ཏོག་ཕུལ་བའི་བྱིན་རླབས་ཀྱིས་རང་རིགས་ལྷ་གྲོགས་དངོས་གྲུབ་རིགས་ཀྱི་དངོས་གྲུབ་ཐོབ་པར་ཤོག་འབུལ་གཏམ་དཔེ་ཚ་རེ་ན་པད་མ་དཀར་དམར་གསར་བ་སི་ཏི་འོང་གསར་བ་སི་ཏི་མེ་དྲ་ཡ་བཙའ་དག་གཙུག་པུར་བཞུགས་ཡེ་ཤེས་པ་འཕགས་པ་རེད། ལུས་རྙེད་བ། མགུར་བ་ལ་སོགས་པ་མ་ཡིན་པ། ལུས་དྲངས་པས་རྩ་དྲངས་རྩ་དྲངས་པས་ཡེ་ཤེས་ཀྱི་རླུང་དྲངས་བ་རེད། ཡེ་ཤེས་ཀྱི་རླུང་དྲངས་ཡོན་དུ་ལྟ་ལས་རླུང་དབུ་མ་ལ་ཚུད་ནས་ཨ་བ་དུ་ཏི་ནས་ཕྱིན་ནས་དེ་ནས་ཡར་འགྲོ་དུས་འོང་དུས་ལམ་ལ་གནད་དུ་བསྣུན་ཤེས་མཁན་ཡིན་ན་ནང་གི་རྡོ་རྗེ་ཏིང་ངེ་འཛིན་ལ་གནད་དུ་བསྣུན་ཤེས་ན་དགའ་བཞི་དང་སྟོང་བཞི་གི་འགྲོས་ཀྱིས་ལྟ་འདུག་ཚེ་ཕྱིན་ནས་ཡར་འགྲོ་ཐུག་གི་ཡོད་རེད་དེ་ལ་བརྟེན་ནས་ལུས་ཙོག་པོར་བཞུགས་ཁྱེད་རང་རྣམས་ལུས་གནད་དྲང་པོར་བསྲང་རླུང་རང་བབས་སུ་བཞག་ལ་དམིགས་པ་འདི་ལྟ་བུ་མཛོད་ཅིག། དམིགས་པ་འདི་བདག་ཏུ་མཛོད་ཅིག། སྙིང་གའི་ནང་དུ་སྔར་དམ་ཚིག་ཆུ་གནས་བཅས་པ་དེ་ཉིད་ཡེ་ཤེས་པ་རྡོ་རྗེ་སེམས་དཔའ་ཚོན་གང་བ་དཀར་པོ་ཞལ་ཕྱག་ཕྱག་མཚན་ཡོངས་སུ་རྫོགས་པ་འབར་ཞིང་གསལ་བ་གཅིག་ལ་རིག་པ་སྟེ་སྙིང་ལ་དང་རྡོ་རྗེ་སེམས་དཔའ་སྤྱིའི་སྒོམ་དགུ་བ་རེ་ཚོན་གང་བ་ཅིག། ངོ་བོ་ཡེ་ཤེས་ཀྱི་ངོ་བོ་ཡེ་ཤེས་ཡིན་པ། རྣམ་པ་རྡོ་རྗེ་སེམས་དཔའི་རྣམ་པ་ཚོན་ཐུག་པ། ཆུན་ཆུང་ཅིག་ཚོན་གང་བ་ཅིག། དེ་ལ་སྐད་ཅིག་ཀྱང་མ་ཡེངས་པར་ཅུང་ཟད་གནས། དང། རྡོ་རྗེ་སློབ་དཔོན་ལ་མོ་གུའི་དུང་དུང་བ་བྱེད་པའི་རྐྱེན་གྱིས་ལྷ་དང་སློབ་དཔོན་གྱི་ཐུགས་ཀ་ནས། དེ་ནས་སྐུ་བྱ་བྱ། གསུང་ཡིག་འབྲུ། ཐུགས་ཕྱག་མཚན་གྱི་རྣམ་པ་ན་ཁ་ཆར་བུ་ཡུག་འཚུབས་པ་ལྟར་དུ་བྱོན། ཨ་སོ་དང་ད་གིན་གོང་དུ་ཞུས་པ་ལྟ་བུ། འོ། ད་འདི་ལ་ཡ། སྤྱི་དང་རྩ་བ་དང་སྙིང་པོ་གཉིས། རྩ་བ་དེ་ལ་ལྕགས་རྐྱང་མ། ལྕགས་ཀྱི་ཞང་བུ། དེ་ནས་དེ་གི་ཡང་སྙིང་དེ་ལ་ཟངས་རྐྱང་མ། ཅེས་ནས་འོ། ད་དེ། ཁྲི་ཡི་ནང་ལ་དེ་འདྲ་འདུག་ཨ། དེའི་ནང་ནས་ད། ཞི་བ་དེ་ད་གིན་ཁོང་ཚོས་ཞུས་པའི་གེ། ཞི་བ་ཞིབ་བཅུ་རྩ་གཉིས་ཀྱི་དབང་དེ་ད། ཕུལ་གྲུབ་པ་ཡིན་ས་པ་སྐོར་བདུན་གྱི། ད། རྒྱུད། སྒྱུ་འཕྲུལ་ཟངས་ལྗང་མ་ཟེར་ཡ་དེའི་ནང་གི་ད་ད་ལྟ། ཁྲང་འཐུང། གཙོ་བོ་ཁྲོ་བོ་དེ་རེད། ཁྲོ་བོའི་དབང་བསྐུར་བྱས་པ་ལ། ལ་སོགས་ད་དེའི། དབང་དང་ལུང་འདུག་སེ་བྱས་ཉམས་རྟོགས་འགྲོ་བསྡད་ཡོད་ཨ་དེ་ཚར་སོང་དེ་ནས། སང་ཉིན། རྡོར་སེམས་ན་ར་དུང་དྲུག། ན་ར་དུང་དྲུག་འདི་ད་དེང་སང་སྔ་དྲོ་རྡོར་སེམས་ཀྱིས་གསུངས་གི་འདུག་བ་ན་ར་དུང་དྲུག་འདི་རེད། དེ་ལྷན་ཐབས་དེ་བདུན་སྐྱོང་རིན་པོ་ཆེ་གིས་གསུངས་པ་རེད་དེ་གསར་རྩོམ་གནང་བ་རེད། ངོ་མ་རྙིང་མ་སྐར་མ་སྐབས་སུ་ལ་དེ་ཡིན་གྱི་མི་ཡིན་ཁས་ལེན་དམ་ཚིག་དེ་དེ་འདོན་དགོས་ཡོད་དེ་བྱས་རྗེས། དེའི་གཞུང་ལ་ཡ་ད་ནས་སངས་རྒྱས་གླིང་པ་གིས་རྩ་གསུམ་དྲིལ་སྒྲོག་དང་བསྐང་གསང་གི་རྩ་གསུམ་དྲིལ་སྒྲོག་གཉིས་བྱས། དེ་སྒང་ལ་ཚད་བཀར་བྱས། དེ་ནས་བདེ་མཆོག། འཁོར་ལོ་བདེ་མཆོག་སངས་རྒྱས་མཉམ་སྦྱོར། དེ་ནས་དེའི་རྗེས་སུ་ལའང་སངས་རྒྱས་གླིང་པའི་གའི་ཚེ་དབང་བྱས་སངས་རྒྱས་དབང་དྲུག་ཡོད། སངས་རྒྱས་དབང་དྲུག་བྱས་དེ་ནས་སྣང་སྙིང་ག་དེ་ལ་གུང་སེང་བྱས། ཐུགས་སྲས་ཤཱ་ཡ་ཡིན། གུང་སེང་བྱས་ས་ལྷག་པ་དེ་ལ། དེ་ནས་ས་ཕུར་བུ་ནས་བྱས་ནས་ད་དབང་བཏད་ཚེ་མང་དུ་བཏང་ཡང་ཡིན། བཏང་ཡང་ཡིན། ད་ད་ལྟ་ནས་མ་དབང་མང་པོ་ཅིག་བྱས་བྱས་པ་ཡིན་ན། ང་ཚོ་མི་གསར་པ་ལག་པ་གསར་པ་ཚང་མ་གསར་པ་ཡིན་དུས་གཅིག་སྟབས་བདེ་བོ་ཞིག་མི་འདུག་ད་དྲང་པོ་ཞུ་དགོས་རེད་བ་དེ་ཁ་བྱང་ལག་བྱང་ཡིན་ན་ནི་བཏང་ཆོག་ཆོག་ཡ་རེད་བ་དེ་མི་འདུག་དེ་ནས་གཅིག་གྲ་སྒྲིག་མང་པོ་ཅིག་བྱས་དེ་ནས་ཡང་གཅིག་མགྱོགས་པོ་མགྱོགས་པོ་བྱས་པ་ཡིན་ན་ལང་ལེན་དུ་ནོར་ཡོང་ངོ་བསམ་ནས་བལྟས་ཚེ་སེམས་ལ་དངངས་སྐྲག་ཞིག་འདུག་དེ་ཡིན་དུས་གཅིག་དུས་ཚོད་ག་ཚོད་འགོར་བ་ཡིན་ན་ཡང་གཅིག་གི་སྤུས་ཚད་ཚད་དང་ལྡན་པ་ཅིག་རེག་སོང་ན་དེ་ནས་ཡང་བློ་དེ་བོ་འདྲ་ཞིག་ཡོང་གི་འདུག་དེ་མ་གཏོགས་ཡང་ཚིག་ཆད་སོང་བ་འདྲ་བོ་དང་ད་ག་ནང་བཞིན་གྱི་ཅིག་ད་ལང་ལེན་ཐོག་ལ་ཡག་ཅིག་གི་ནོར་འཁྲུལ་རེད་པ་འདྲ་བོ་དང་རང་སྲོལ་གྱི་ལྷད་སོང་བ་འདྲ་བོ་ད་དུས་ཚོད་ཞེ་དྲག་མི་འདུག་ཟེར་མགྱོགས་པོ་མགྱོགས་པོ་བྱས་ཟེར་དུས་བརྩམས་པ་ལ་ད་ངས་མགྱོགས་པོ་བྱས་ཟེར་ན་ཁོང་རྣམ་པ་ཚོ་མགྱོགས་པོ་བྱས་འགྲོ་གི་རེད་བ་དེ་ནས་ཅིག་ད་ཏན་ཏན་མེད་པ་ཅིག་ཆགས་སོང་ན་མ་འོངས་པ་ལ་བརྒྱུད་པ་སྤེལ་མཁན་ཐམས་ཅད་ལ་ཡང་ལྷད་ཞུགས་དེ་ནས་ཅིག་ད། ཉེས་པ་ཚབས་ཆེན་པོ་ཞུ་གི་རེད་དུ་བ་ལ་ད་དེ་ཚོ་ཞུ་གོ་མ་རེད་དེ་འདྲ་ཡིན་དུས་ཅིག་གི་ད་གནའ་ཉིན་ནས་བྱས་ནས་གནའ་ཉིན་གུང་སེང་བྱས་དེ་ནས་གཟར་ཕུར་བུ་ནས་བྱས་ནས་ད་རྩ་གསུམ་དྲིལ་སྒྲུབ་མང་པོ་ཞིག་འདུག་དེ་ཚོ་དྲིལ་མང་པ་འཇོག་ཚེ་འཇོག་ཚེ་འཇོག་ཚེ་ཅིག་ཕུལ། ཉི་མ་གཉིས་རེའི་རྩ་ལ་དབང་ལས་སླ་པོ་ཡོད་ན་མུ་མཐུད་བྱས་ནས་ཉི་མ་གཉིས་རེའི་རྩ་གསུམ་རེའི་རྩ་མུ་མཐུད་ནས་དབང་ཕུལ་དེ་ནས་ཉི་མ་བཞི་བ་དེ་ལ་དེའི་དབང་ཕུལ་ཟིན་པའི་གི་ལུང་དེ་ཡང་ཉི་མ་གཅིག་ཆ་ཚང་ལུང་ཅིག་ཕུལ། སྔ་དྲོ་ལུང་ཕྱི་དྲོ་ལུང་ཐུག་ཟིན་ན་སྟབས་བདེ་ས་རེད་ཟེར་ང་རང་ལ་དེ་སྟབས་བདེ་ཡག་འདུག། དེ་མིན་ན་མཉམ་དུ་འདུག་ཟེར་འགྲོ་དགོས་འདུག་ལྟས་ཁག་པོ་ཞིག་འདུག་འདུག་ཟེར་བྱས་དེ་ནི་དབང་དཀའ་ལས་ཁག་པོ་ཡོད་ས་དེ་ཚོ་བྲེལ་ན་ཡང་ཉིན་མ་བྲེལ་ལ་དབང་རེ་རེ་གཉིས་རེ་གསུམ་རེ་ཚང་མ་དུ་འགྲོ་ས་མ་རེད་དེ་ནས་ལས་སླ་པོ་ཡོད་ས་དེ་ཚོ་དེ་བདུན་རེ་བརྒྱད་རེ་དགུ་རེ་ད་བཅུ་རེ་ས་དེ་འདྲའི་འགྲོ་སྲིད་ས་རེད་ད་དེ་འདྲའི་བྱས་དེ་ཡིན་ཡང་ཏན་ཏན་དེ་འདྲའི་བྱས་འབྲས་ཟེར་ཞུ་ཚོད་ཐིག་པོ་གང་ཡང་མི་འདུག་ད་ང་ཚོས་གྲ་སྒྲིག་བྱེད་ཕྱོགས་ཀྱི་ཐོག་ནས་བྱེད་པར་འགྲོ་དགོས་འདུག་སོ་སོ་ཁ་བྱང་ལག་བྱང་ཐོག་ནས་ཡང་སྟབས་བདེ་མིན་གྱི་ཐོག་ལ་ཡང་ད་གཞན་དབང་སྟབས་བསྟུན་མང་པོ་བྱེད་འདུག། དེ་འདི་ཞིག་ལྷོད་ནས་འགྲོ་དགོས་འདོད་གང་ལྟར་དེ་ཚོ་ཐམས་ཅད་ལ་ཡང་བལྟས་ཚེ་བཟོད་སྒོམ་གནང་རོགས་གནང་ཞེས་ཞུ་ཡ་ཡིན། དེ་མ་གཏོགས་ད་ཉི་མ་རེ་ལ་དབང་གཉེར་རེས་མ་གཏོགས་ཚར་གི་མི་འདུག་ད་ཞི་བུ་གཅིག་མགོ་འགྲོ་ས་རེད་ད་དཀའ་ལས་ཁ་པོ་རེད་ཤག་ས་སོགས་དེ་འདྲས་མ་དགོངས་རོགས་གནང་ཞེས་ཁ་ཚ་མ་ཞིག་ནས་ཞུས་པ་ཡིན་སྔོན་མ་ནས་ད་འདི་ནས་ཕེབས་ན་ཕེབས་ཚར་བ་རེད། ཅེས་ཁྱེད་རང་རྣམ་པ་ཚོའི་སྐུ་ལས་སྐྱོན་ངས་དཀའ་ལས་འདྲ་ཞིག་རྒྱབ་བྱས་ནས། དེ་ནི་རས་ཀྱི་མགོ་ནང་ན་ཕྱག་ལེན་གནང་མཁན་ཐམས་ཅད་ཡང་ཁོང་རྣམ་པ་ཚོ་དེ་ལས་ཀྱང་དཀའ་ལས་ཁག་ཡོད་རེད་ད། མཆོད་པ། གཏོར་མ། དཀྱིལ་འཁོར་དེ་ཚོ་ཚང་མ་ལ་ཡང་ཉི་མ་རེ་རེ་བཞིན་དུ་འཕོ་འགྱུར་མང་པོ་ཞིག་བཏང་དགོས་ཀྱི་ཡོད་དུས་ད་ང་ད་མར་འདོན་ཡག་གཅིག་རག་རེད་དཔེ་ཆ་ཡག་མ་དཀྲུག་ཡག་གཅིག་རེད། འོ་ཐུགས་ཟེར་ཐིག་བལྟས་ཟེར་གཅིག་ད་ཡག་མ་དཀྲུག་ཡག་དེ་བལྟས་ས་དཀའ་ལས་ཞིག་འདུག་དེ་དེ་ཡང་ད་གཞན་དཀའ་ལས་ཁག་མི་འདུག་དེ་ནོར་ཡོང་ངོ་བསམ་ནས་སེམས་ལ་དངངས་སྐྲག་ར་བལྟས་ས་ཡོང་གི་འདུག་དེ་ཡང་ཆེས་སོང་བ་ཡིན་ན་དཔེ་ཟ་གི་རེད་བ། དེ་ཡག་པོ་ཡོང་གི་མ་རེད་དེ་འདྲ་ཟེར་གཅིག་དུས་ཡང་ཅིག་དབང་དཀའ་ལས་ཁ་ས་དེ་ཚོ་དྲས་ལ་ད་ས་ཉེ་པོས་ལྕགས་ཀྱི་ནང་ལ་ཡ་བསྡད་ཟེར་དཀའ་ལས་ཁ་པོ་ཞིག་འདུག་དེ་དག་གི་ནང་ལོང་ལ་ཡ་ད་དབང་ཕ་ཆེན་ལྔ་བཅུ་ཚར་གཅིག་མཉམ་དུ་འདུག་ས་འགྲོ་དགོས་དུས་དེས་ལྟས་ས་ཅིག་ཁག་པོ་ར་ཞིག་འདུག་དེ་ཚོ་དྲས་ཏེ་ལྟས་ས་ཡང་དུས་ཚོད་ག་ལ་གང་ཙམ་ཅིག་བཏང་དགོས་ས་རེད་དེ་དེ་མིན་ཐམས་ཅད་དེ་ལྟས་ནས་མགྱོགས་པོ་མགྱོགས་པོ་འགྲོ་ཚུལ་ས་རེད་བསམ་བསམ་ཞིག་འདུག་ལ་ད་རྩ་བ་གསུམ་དེ་སྤྱི་བཏང་བླ་མ་ཞི་དྲག་ཡི་དམ་ཞི་དྲག་ཆོས་སྐྱོང་བར་དུ་ལ་ལྟས་ས་ཅིག་དེ་རེད་དེ་ནས་མ།

བཟོ་ས་ཡིན། དེ་ནས་ནང་ཉིན་ག་ནས་ད་ཞབས་ལོ་ནུབ་བྱང་ཁ་བ་བས་ཡོད་ན་བས་དེ་བྱས་རོལ། དེ་ནས་དགུན་ཉིན་ག་ནས་ཕག་བྱས་ནས་ད་གུང་སེང་དེ་ཉི་མ་བརྒྱད་རེ་དགུ་རེ་གྱང་གཅིག་བྱས་ན་མཚམས་སང་ཉི་མ་བཅུ་རེ་མཚམས་ནས་བྱེད་དགོ་ན་ཤེས་ས་མ་རེད་ད་ད་ལྟ་གནང་ཉིན་དེ་གུང་སེང་གཅིག་བྱས་ཤག་ན་དེ་ང་ཚོ་ཡང་ལས་ཀ་ལས་ཡག་ཏེ་ཁྱད་པར་ཞིག་འགྲོ་གི་འདུག་ལ་སོགས་བཀའ་དྲིན་ཆེ། དེ་ནས་བསྔོ་བ་དང་སྨོན་ལམ་གྱི་རྒྱས་འདེབས་ལྷན་བཅོས་སོགས་གསུངས་པ་ལ་བཟང་དོ་པ་རིགས།